བུ་ཆོས་དེ་ཚོ་ལ་ངས་དེ་ཚོའི་དགའ་བོ་བྱས་ཤ་ཐག་ནག་ཞེན་གྱི་དྲི་བ་དྲིས་ཀྱང་དེ་ཚོ་ལ་ངས་རང་མོས་ནས་ལན་རྒྱབ་ཐུབ་ཡོད་དུ་ངས་རྒྱབ་བཤད་པ་ཡིན། ཨ་ནི་ད་ད་ལྟའི་ཆ་ལ་ཡོད་ཨང་ང་རང་གི་ཧ་ཅིག information ཧ་གོ། དེ་བཞིན་མི་མང་ཆེ་ཧ་གོ་ཡོད་ཀྱི་རེད་ཡིན་ན་ཡང་ད། འདི་མོ་ཏྲ་བཏང་ངེས་དང་མོ་ཏྲ་ཡོད་ངེས་མོ་ཏྲ་བཏང་བྱས་ལས་ཀ་ལ་འགྲོ་ངེས་ལ། ལས་ཀ་ལ་འགྲོ་ཉེན་ཡོད་མཁན་དེ་ཚོའི་ཆེད་དུ་རེད་ཤག་དམིགས་བསལ་གྱིས། དེ་ཅན་ཧ་གོ་ཉེན་དེ་ཚོའི་གོ་ཡོད་ཀྱི་རེད་ད་ག་ནང་བཞིན་གྱི་ཧ་མ་གོ་ཉེན་ཡོད་ན་རག་ནི། གང་ཞིག་ནི་དེ་ལས་ཀ་གི་བྲེལ་བ་སྐྱེན་གྱིན་དེ་མཐོང་ཡོད་མེད་བརྩི་བར་ཡོད་ཨ། ལས་ཀ་དང་བྲེལ་བ་སྐྱེན་གྱིན་མཐོང་མེད་བརྩི་བ་རེད་ཨ་དེ་འདྲ་སོང་ཙང་ང་རང་དེར་མདུན་ལ་བཅར་ནི་ཨ་ནི་ཨེ་འདྲ་ཞིག་སྤྱོད་འཇུག་ཞིག་རྒྱག་དགོས་བསམ་སོང། ཨ་ནི་ཡང་མི་ལ་ཕན་ན་འགྲོ་བསམ་སོ་ཡང་ང་ད་ལྟ་རང་འདི་ཁ་རོག། ཕོམ་ཤོག་དེ་རྒྱང་ཡིན་པ་འོ་བྱས་ན་ནི་ང་ཤེས་འདོད་བྱུང།

ཡང་དེ་ལྔ་བཅུ་དེ་རེ་ཟན་དེ་ལྟར་རིང་ཉི་ཤུ་རྩ་གཅིག་རེ་གཅིག་ལ་ཁོང་ཚོ་གིས་ཡང་ལྔ་བཅུ་མེད་པར་གུ་མུ་བརྒྱ་བཟོས་ཤིང། མི་རེ་རེ་ལ་གུ་མུ་བརྒྱ་བརྒྱ། ད་ད་འདྲའི་ཆ་ལ་འདིར་དང་ཡང་འདི། ལོ། ཟླ་བ་བརྟག་པ་ལ་གུ་མུ་བརྒྱ་བརྒྱ་ར་ག་དེ་འདྲའི་བར་དང་ཡང་ཐེངས་གཅིག་རེ་དང་ཐེངས་གཅིག་སྔན་མ་ལོ་གཅིག་རེ་ལོ་གཉིས་གཉིས་རེ་ཡང་འདྲའི་ཅིག་ཕྱིར་ཡོད། ཨང་ད་ར་དེ་ཡང་ད་ར་ཐེངས་གཅིག་གཅིག་པུ་མ་ཏོ་རག་འོང་བ་རེད་ཅེས་ཞུ་ཡ་ཡང་འདི་གལ་སྲིད་འདི་མང་ཆེ་བ་ར་ཤེས་ན་ར་ངེད་ཀྱིས་ལིང་འདི་བ་ལ་ཤེར་བྱེད་བྱའོ་ར་མེད་ན་ར་ནམ་རྒྱུན་སོ་སོ་གིས་ཨམ་སྤུ་སྤོང་གུ་སྤོང་ཨེ་ཕེག་འགྲོས་བྱོས།

དང་པོ་དེ་ང་ཚོ France ལ་བསྡད་ཁྱོག་གོ་འདུག་ཨ་ནི་ད་ག་ནང་ཞིག་ཡིན་ལོ་བཅུ་དྲུག་ཡར་ཐབས་བསྐྱལ་གོ་འདུག་གཉིས་པ་དེ་ལ། ཨ་ནི་གསུམ་པ་དེ་ལ། གསུམ་པ་དེ་ལ་འདི་རེད་བཤད་ག་རེ། ཉིས་སྟོང་ཉི་ཤུ་རྩ་བཞི་ལ་ལས་ཀ་བྱེད་གོ་འདུག་ད་ཉིས་སྟོང་ཉི་རྩ་བཞི་ལ་ལས་ཀ་བྱེད་དུས་ང་ཚོ་གི་ཉིས་སྟོང་ཉི་རྩེ་ལྔ་གི་ཨ་མགོ་ལ་ང་ཚོ་ཉིས་སྟོང་ཉི་རྩ་བཞི་སྒྲིག་ལས་བྱེད་གོ་ར་འོ་དེ་ཡིན་གྱི་མིན་གྱི་གོ་འདུག་ཨ་ནི་ད་ག་ནང་ཞིག་གི་སོ་སོ་གི་ད་པེ་རི་སི་འགྲོ་ག་འདྲས་ཡིན་ན་ཁ་ཤས་ན་ན་མང་ཆེ་ས་བྲེན་དང་བཱ་སི་དང་འདི་ལས་འགྲོ་གོ་ར་པེ་རི་སི་ནང་ལུང་དང་མོ་ཏྲ་བཏང་ནས་ཕེ་ཅིན་འགྲོ་ན་ཁག་པོ་ཡོད་གི་ར་ཁ་ན་ཏྲ་ཕིག་དང་འདི་མོ་ཏྲ་མང་པོ་ར་ཡིན་ན་ཡང་པེ་རི་སི་ནང་ལུང་ནས་ཡང་གལ་སྲིད་མོ་ཏྲ་ཡོད་ངེས་ཡང་ཆུ་ལོག་ལ་བོང་ལི་ཡོད་ནས་འདི་ལས་ཀ་བྱེད་མཁན་འགྲོ་རྒྱུ་ཡོད་ན་ཡང་འདི་ལ་ར་སི་བ་རེད་ད་འདི condition ཤི་སོང་ད་ཁ་ཅིན་ན་ཀི་ལོ་མི་ཏྲ་ཉུང་ཐབས་ལ་ཀི་ལོ་མི་ཏྲ་བཅོ་ལྔ་དགོས་འདུག་ནང་ནི་ལས་ཀ་ལས་ཀ་ནི་ནང།

ཁ་ན་གཙོ་བོ་མ་བོད་པ་མང་ཆེ་དེང་སང་མོ་ཏྲ་དང་པོ་ད་འདི་བསྔགས་བརྗོད་ཡོད་ཅེས་ཞུ་ཡ་ཡི་ར་ཨ་ནི་ཁ་ལོར་ད་ཧོ་ཅིན་ད་ད་ད་འདི་དང་འབྲེལ་བའི་ཡོད་དུས་ཨ་ནི་ང་མ་ཤེས་འདོད་བྱུང་ཁ་འདི་ཆ་ལ་བོད་པ་མང་པོ་བཏང་འདོད་འདུག་ཡང་གཅིག་གཉིས་ཟེར་ཕེ་ནས་ཡང་ཡི་ད་རྒྱལ་བ་ལོག་ར་རྒྱལ་བ་རེད་བསམ་གོ་འདུག་ཡ་ཨ་འདི་བྱས་ནས་ང་ལ་འདོད་བྱུང་ད་འདི་བྱས་ཨ་ནི་ཡང་ངའི་ནང་ལས་ཕྱིར་ད་ཡང་ནང་ལས་ཕྱིར་མོ་ཡོད་པར་ད་ཨོ་འདི་བྱས་ར་དམིགས་བསལ་གྱི་ད་ཆུ་ལོག་ལས་ཀ་ཀི་ལོ་མི་ལ་བཅོ་ལྔ་ལས་ཀ་ནང་ནས་ཀྱི་ལས་ཀ་བར་དུ་ཀི་ལོ་མི་ཏར་བཅོ་ལྔ་འགྲོ་མཁན་དེ་ཚོ་ཡོད་ན་ར་ཨ་ནི་འོ་དུག་ཞོད་དུག་ཅན་ད་ག་ནང་བཞིན་གྱི་ཀི་ལོ་མི་ཏར་ལོ་ལ་ཀི་ལོ་ལ་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལ་ཀི་ལོ་མི་ཏར་བརྒྱད་སྟོང་བརྒལ་བའི་ར་བྱེད་ན་ཡང་དེ་ལས་ད་གཟོད་དུ་ལས་བྱེད་ར་ཨ་ནི་གཅིག་བྱས་ད་གཉིས་བ་དེ

ཨ་གཉིས་པ་དེ་ལ་མོ་ཏྲ་ལ་བ་ར་མོ་ཏྲ་དེ་སོ་སོ་ལས་ཀ་ལ་འགྲོ་དུས་བོད་ཆོས་གཏང་རྒྱུ་རེ་ཅིག་སྐོར་ཅིག་བཀའ་བོན་ཆེ་བོར་དང་ཡང་སོ་སོ་མོ་ཏྲ་ཉི་མ་ཉིན་གང་བཏང་དེ་ལས་ཀ་ཁ་རག་གོང་གསལ་འགྲོ་འགྲོ་རྒྱུ་དེ་ཚོ་བཀའ་བོན་ཆེ་གི་མ་རེད་ད། Working Hours ལ་ལས་ཀ་ལ་འགྲོ་རྒྱུ་ཁ་ཅིག་དེ་མ་ཏོག་བཀའ་བོན་ཆེ་གི་མི་འདུག་ཅེས་ཞུ་བ་ཡིན་ར། ཁོང་ཧ་ད་གཙོ་བོ་ཧ་ན་མོ་ཏྲ་དེ་ཡོད་ལས་ཀ་ལ་འགྲོ་རྒྱུར་བོད་ཆོས་གཏང་གི་ཡོད་ལ་མ་ཏོག་ཨ་ནི་འབྲེལ་བ་མི་འདུག་ཅེས་ཞུ་བ་ཡིན། དེ་བྱས་བྱས་ད་བདུད་མོ་འདི་ག་འདྲས་བྱེའུ་ལ་ན་ར་ཨ་ན་ན་ངས་ད་གིས་ལ་བ་ནང་བྱིན་གྱིས་སོ་སོ་གྱི་ཨམ་པོ་པུ་ཨང་གུབ་པུ་ཨེ་ཧྥེག་ལ་འགྲོ་ན་ར་ཨ་ན་སོ་སོ་ག་ཆི་པེ་ཤི་གང་ལི་རེད་ཨ་འདི་གང་ལ་སོ་སོ Eligible རེད་དུ་མི་རེད་སི་མི་ལ་ཏེག་ལ་སི་མི་ལ་ཅོང་བྱས་ཡོད་རེད་ཚོད་ད་ད་ཡར་ཚོད་ད་ད་བ་ལ་བ་ར་ཚོད་ད་ཚོད་ད་ཕོང་ཤོག་ལི་དུ་དང་པོ་ཉིན་ར་ཨེ་འདྲས་བྲིས་བ་དུ་བྲིས་དུ་ཡོད་ཁྱེད་རང་གི་མོ་ཏྲ་འདི་ག་ར་ལས་ཀ་བྱེད་དུ་ཕེ་ཆོད་སྟངས་ཡིན་པས་ལ་ར་ཨ་ན་ལས་ཀ་དང་ཁྱེད་རང་གི་མོ་ཏྲ་ག་འདྲས་ཤོད་ནི་ག་འདྲས་འཁོར་ལོ་གཉིས་དང་པོ་ཡིན་འཁོར་ལོ་གསུམ་དང་པོ་ཡིན་འཁོར་ལོ་བཞི་དང་པོ་ཡིན་འོ་དེ་ལས